འཁོར་འདས་དང་དང་ལྷ་དང་མི་དང་ལྷ་མ་ཡིན་དང་འབྲེལ་ཟླར་བཅས་པའི། རིན་ཆེན་གཏེར་ཆེན་མཛོད་ཆེན་མོ་འདི་ཁོག་དབུབ་སྟངས་དེ་ད་ཁོག་དབུབ་ཟེར་གི་རེད་བ་ཁོག་དབུབ་སྟངས་དེ་ག་འདྲ་ཟེར་ན་ཁོག་དབུབ་དགོས་ཀྱི་ཡོད་རེད། ད་རྒྱ་ཆེ་ས་ནས་བཤད་པ་ཡིན་ན་གཞི་ལམ་འབྲས་བུ་ཟེར་ནས་སྔོན་གྱི་མཁས་པ་ཐམས་ཅད་ཀྱི་དེ་འདྲ་ཟེར་སྦྱར་གནང་གི་ཡོད་རེད་ད་དེ་ཚོ་ང་ཚོ་སྐྱོ་ཡུལ་ཡོང་ཐུབ་ཀྱི་ཡོད་མ་རེད་གང་ཟག་ཐ་མ་པ་རེད་བློ་གྲོས་དམན་པ་རེད་དེ་སྦྱར་བ་ལ་གཞི་ཡི་གནས་ཚུལ་བཤད་དགོས་བ་རེད་ལམ་གྱི་གནས་ཚུལ་བཤད་དགོས་བ་རེད། གཞི་དང་ལམ་གྱི་གནས་ཚུལ་ཡང་དག་པར་ཤེས་པས་དེ་དང་དེར་ཕྱིན་ཅི་མ་ལོག་པར་ཚུར་ཅིག་འཇུག་པས་འབྲས་བུ་དེ་དང་དེ་ཐོབ་དགོས་པའི་ཚུལ་དེ་ཚོ་བྲལ་ཏེ། ཐོས་པ་བསམ་པ་བསྒོམ་པ་གསུམ་གྱིས་གཏན་ལ་ཕབ་ནས་ངེས་ཤེས་ཕྱིན་ཅི་མ་ལོག་པ་ཡང་དག་པར་འདྲོངས་པའི་ཐོག་ནས་རང་གིས་ཀྱང་ཉམས་སུ་མྱོང་མྱོང་བ་དེ་གཞན་ལ་བཤད་དགོས་བ་དེ་འདྲ་ཅི་རེད་མ་གཏོགས་གོ་བ་ཙམ་དང། ཡིད་དཔྱོད་ཙམ་དང་བློ་ཡི་འཇུག་ཚུལ་ཙམ་གྱིས་འདི་འདྲ་ཞིག་རེད་དེ་འདྲ་རེད་ད་དེ་རེད་ཟེར་ནས་ང་ཚོས་དེ་འདྲ་བཤད་བསྡད་ཀྱི་ཡོད་རེད་དེ་ཡིན་ན་ཡང་དེའི་ཕན་ཐོགས་ཡ་དཀའ་ལས་ཁ་པོ་ཡོང་གི་ཡོད་རེད་ད་ཡིན་ན་ཡང་སྤྱི་བཏང་སྤྱི་ཙམ་དུ། གཞུང་གི་ཁོག་དབུབ་ཡོང་དུས་ད་ལྟ་འདི་ཀུན་འབྱུང་འགྲེལ་དང་དཀའ་ཐུབ་རིགས་དབང་ཕྱུག་ཐབས་ཀྱི་ཐེག་པ་འོ་ཟེར་ཡ་དེ་ཚིག་ཅིག་འདུག་ག་དེའི་དགོངས་པ་བསྡུས་པའི་རྒྱུད་ནང་ལྟ་དེ་ཚིག་དེ་ཚིག་རྐང་རྙིང་བ་དུ་མ་འདུག་དོན་དག་དེ་ཚིག་བཞི་ཡོད་རེད་སྤྱི་བཏང་དོན་དམ་ངེས་པའི་ཐེག་པ་ནི་གསུམ་དུ་ངེས་པར་བསྟན་པ་སྟེ་ཟེར་ཚིག་རྐང་དང་པོ་གཉིས་དེ་ཡོད་རེད། དོན་དམ་ངེས་པའི་ཐེག་པ་སའི་ཡོན་ཏན་དང་གསང་སྔགས་རྡོ་རྗེ་ཐེག་པའི་དགེ་ལམ་རིམ་པ་གཉིས་ཀྱི་རྣལ་འབྱོར་གྱི་ཏིང་འཛིན་གྱི་ཉམས་སུ་ལེན་པའི་རིམ་པ་འདི་ཚོ་བྲལ་ཏེ་བློ་གྲོས་ཤིན་ཏུ་རྣོན་པོའི་གྱི་རྒྱུ་ཡོད་མ་གཏོགས་བློ་གྲོས་དམན་པ་རྣམས་ཀྱི་རྒྱུ་ཡོད་མ་རེད་བློ་གྲོས་ཤིན་ཏུ་རྣོན་པོ་རེད། བློ་གྲོས་ཤིན་ཏུ་རྣོན་པོ་རྣམས་ཀྱི་སྤྱོད་ཡུལ་དུ་བརྗོད་པའི་ཆོས་གང་ཞིག་དེ་འདྲ་བའི་ཆོས་དེ་ཡང། ཀུན་རྫོབ་དང་བརྡ་དང་ཐ་སྙད་དང་ཚིག་དང་བརྗོད་བྱ་དང་རྗོད་བྱེད་ལ་སོགས་པའི་གྱི་རྣམ་གཞག་དང་འབྲེལ་པའི་ཐོག་ནས། ཉམས་སུ་ལེན་པའི་གི་རིམ་པ་དེ་ཤེས་ཀྱི་ཡོད་མ་རེད། འོ་ན་ག་རེ་ཟེར་ན་ཚིག་ཁོ་རང་ལ་ཡང་དགོངས་འདུས་ཀྱི་རྒྱུད་ཀྱི་ནང་ལ་ཡང་དོན་དམ་ངེས་པའི་ཐེག་པ་ཞེས་བཤད་ཡོང་དུས། གང་གཏན་ལ་དབབ་བྱ་གི་ཆོས་དེ་དོན་དམ་པར་ངེས་པའི་ཐེག་པ་ཞེས་བཤད་ཡོང་དུས། དེ་དོན་དམ་པར་ངེས་པ་ཟེར་དུས་ངེས་པའི་ཚིག་དེ་རྟོགས་པ་ལ་གོ་གི་ཡོད་རེད་རྟོགས་དགོས་ཀྱི་ཡོད་རེད། ལམ་དུ་བྱེད་དགོས་ཀྱི་ཡོད་རེད་མངོན་དུ་བྱེད་དགོས་ཀྱི་ཡོད་རེད། རྒྱུད་ལ་སྦྱར་དགོས་ཀྱི་ཡོད་རེད། དེ་འདྲའི་གི་གང་རྒྱ་བར་བྱ་བཅུག་གི་ཆོས་དང་གཏན་ལ་དབབ་བྱེད་ཀྱི་ཆོས། ཉམས་སུ་བླང་བྱ་གི་ཆོས་དེ་གང་ཡིན་ཞེ་ན་དོན་དམ་པ་ཡིན་ཟེར་བའི་བཀའ་སོགས་ལ་མཐར་ཐུག་གི་གནས་ལུགས་དེ་བཤད་ཀྱི་ཡོད་རེད། དེ་འདྲའི་གི་དག་དོན་དམ་ངེས་པའི་ཐེག་པ་དེའི་གཟིགས་ཤེས་ཡོངས་འདུ་དེ་གང་དུ་ངོས་འཛིན་ན། ཅི་ཙམ་དུ་ངོས་འཛིན་བྱས་པ་མ་ཡིན་པ་འདི་སྐབས་ལ་བྱེ་བྲག་ཅིག་ལ་ངོས་འཛིན་དགོས་ཀྱི་ཡོད་དུས་གསང་སྔགས་རྡོ་རྗེ་ཐེག་པ། ལྟ་དེ་རེད་དོ། རྒྱུ་རྩི་ཉེའི་ཐེག་པ་དང་འབྲས་བུ་གསང་སྔགས་རྡོ་རྗེའི་ཐེག་པ་སོགས་གཉིས་སུ་ཕྱེས་པའི་ནང་གི་གསང་སྔགས་རྡོ་རྗེའི་ཐེག་པ་དེ་བཤད་ཀྱི་ཡོད་རེད། དེ་འདྲ་ཡིན་དུས་དོན་དམ་ངེས་པའི་ཐེག་པ་ནི་གསུམ་དུ་ངེས་པར་བསྟན་པ་སྟེ་ཟད་མཐའ་དབྱེ་བ་འདྲེན་ཡོང་དུས། ནང་གསེས་ཀྱི་ཐོག་ནས་དབྱེ་བ་འདྲེན་ཡོང་དུས་དེ་ལ་ཡང་རྣམ་པ་གསུམ་ཡོད་རེད། དང། རིམ་པ་ཐོག་ལ་སྦྱར་ཡོང་དུས། ག་རེ་སུ་ཡོང་གི་ཡོད་རེད་ཟེར་ན་དོན་དམ་ངེས་པའི་ཐེག་པ་ལ་ལམ་དུ་བྱེད་པ་ལ།

ཐེག་པའི་རིམ་པ་དགུར་བཞག་པ། དེ་བཤད་ཡོན་དུ། ཀུན་འབྱུང་འདྲེན་པའི་ཐེག་པ་ཞེས་བཤད་ཡོན་དུ་ག་རེ་ཁུར་བ་ཟེར་ན་ཐེག་པ་འདི་ལ་ཉན་ཐོས་དང་གཅིག་རང་སངས་རྒྱས་དང་གཉིས་བྱང་ཆུབ་སེམས་ཟེར་མཚན་ཉིད་གསུམ་ཟེར་ཡོད་རེད་མཚན་ཉིད་མཚན་ཉིད་ཀྱི་སྡེ་གསུམ་ཟེར་ད་ལྟ་གསང་སྔགས་རྙིང་མའི་གི་ཚིག་བེད་སྤྱོད་བཏང་ཡོན་དུ་མཚན་ཉིད་སྡེ་གསུམ་ཟེར་བཤད་ཡོན་དུ་ཀུན་འབྱུང་འདྲེན་པ་ལ་གསུམ། དེ་ཐུགས་ལ་ངེས་ནས་ཡག་པོ་འདུག་བ་ཀུན་འབྱུང་འདྲེན་པའི་ཐེག་པ་གསུམ་ཟེར་བཤད་ཡོན་དུ་ཐེག་ཉན་ཐོས་ཀྱི་ཐེག་པ་རང་སངས་རྒྱས་ཀྱི་ཐེག་པ་བྱང་ཆུབ་སེམས་པའི་ཐེག་པ་དེ་མཚན་ཉིད་སྡེ་གསུམ་བྱས་ད། དཀའ་ཐུབ་རིགས་ཟེར་དུས་དཀའ་ཐུབ་རིགས་བྱེད་ཅེས་ཐིག་བག་ཟེར་ཡོད་རེད་མིང་དེ་ལ་དཀའ་ཐུབ་རིགས་བྱེད་ཅེས་ཐིག་བག་ཟེར་བཤད་ཡོད་འདུག་དེ་ལ་དེ་ནི་དང་པོ་དེ་ཀི་རི་ཡ། གཉིས་པ་དེ་ལ་ཡ་ཨུ་པ། གསུམ་པ་དེ་ལ་ཡོ་ག་ཟེར། ཀི་རི་ཡ་བྱེད་གཉིས་པ་དེ་ཨུ་པ་བྱེད་གསུམ་པ་དེ་ཡོ་ག། དེ་ལ་ཡ་མིང་བཏགས་ཡོད་འདུག་ཕྱི་རྒྱུད་སྡེ་གསུམ་ཟེར་ཕྱི་ཡི་རྒྱུད་སྡེ་གསུམ་ཟེར་མིང་བཏགས་ཡོད་རེད་དང་པོ་དེ་མཚན་ཉིད་སྡེ་གསུམ་གཉིས་པ་དེ་ལ་ཡ་ཕྱི་རྒྱུད་སྡེ་གསུམ་ཞེས་བཤད། ད་དབང་བསྒྱུར་ཐབས་ཀྱི་ཐེག་པ་ཟེར་བཤད་ཡོང་ཟེར་བསམ་པ་ལ། དེ་ནས། མ་ཧཱ། ཨ་ནུ། ཨ་ཏིས་བྱས་ནས། གསུམ་བཤད་པ་རེད་དེ་བཤད་ཡོང་དུས་ད་ཐེག་པ་རིམ་པ་དགུ་ཟེར་བྱས་ནས། དེ་སྡོམ་བརྒྱབ་ཡོང་དུས་ཀུན་འབྱུང་འདྲེན་དང་དཀའ་ཐུབ་རེ་དབང་བསྒྱུར་ཐབས་ཀྱི་ཐེག་པའོ་ཞེས་རྣམ་པ་གསུམ་དང་ཟེར་ད། འགྲེལ་བཤད་བྱས་ན་དེ་རེད་སྡོམ་དེ་དེ་རེད། དེ་ལ་ནང་གསེས་ཀྱི་དབྱེ་བའི་ཐེག་པ་རིམ་པ་དགུར་བཞག་པ་ལས་གཙོ་བོ་གསང་སྔགས་སྔ་འགྱུར་བའི་སྤྲུལ་པའི་སྐྱེས་བུ་རྣམས་ལ་རིམ་པར་འོངས་པའི་དབང་བྱུང་ཐབས་ཀྱི་ཐེག་པ་ཨ་ས་ད་དེ་གཙོ་བོ་ད་རེས་འདི་ནང་ནས་རིན་ཆེན་གཏད་ཅིང་མཛོད་ཆེན་མོ་དེ་དེ་གསུམ་ནང་ནས་ག་གི་ཁོངས་སུ་གཏོགས་པ་རེད་ཟེར་ན་གསུམ་པ་དེ་གི་ཁོངས་སུ་གཏོགས་པ་རེད་གསུམ་པ་དེ་ག་རེ་རེད་ཟེར་ན་དབང་བྱུང་ཐབས་ཀྱི་ཐེག་པ་རེད་ད་དེ་ལ་ཡང། མ་ཧཱ་ཨ་ནུ་ཨ་ཏི་ཟེར་དུས་བསྐྱེད་པ་མ་ཧཱ་བསྐྱེད་པ་མ་ཧཱ། ལུང་ཨ་ནུ། དེ་ནས་མན་ངག་ཨ་ཏི་ཡོ་ག་ཟེར་ལ་ལར་གྱི་རྫོགས་པ་ཨ་ནུ་ཡ་ཏི་རྫོགས་པ་ཆེན་པོ་ཨ་ཏི་ཡོ་ག་ཟེར་ནས་ཐ་སྙད་རྒྱག་སྟངས་འདི་དབྱེ་བ་གཏད་སྲོལ་འགྲོ་གི་ཡོད་རེད་ད་ཡིན་ན་ཡང་ཐུན་མོང་དུ་མིང་འདི་བེད་སྤྱོད་བཏང་ཡོད་འདུག་བསྐྱེད་པ་མ་ཧཱ། ལུང་ཨ་ནུ་ཡོ་ག་མན་ངག་ཨ་ཏི་དེ་ཏི་ལ་ཡ། ནང་རྒྱུད་སྡེ་གསུམ་སྟེང་དུ་ཚིག་གཉིས་སྡེ་གསུམ། ཕྱི་རྒྱུད་སྡེ་གསུམ། ནང་རྒྱུད་སྡེ་གསུམ་དེ་ལ་ཡ་ཐེག་པ་རིམ་པ་དགུ་བཤད། འོ་དེར་རྒྱུད་སྡེ་གསུམ་གྱི། དེ་ནི་རྡོ་རྗེ་གནས་ཟབ་ཀྱི་རྒྱ་ཆེ་བའི་སྙིང་པོ་ལས་ཀྱང། སྙིང་པོ་དྲིལ་བའི་གཞུང་དང་མན་ངག་རམ་བཅས་ཀྱི་གངས་ཅན་ཡོངས་སུ་བཀོད་པའི་སྐྱེ་དགུ་ས་བོན་གྱི་མགྲོན་དུ་བྱོན་པ་ལ་རིགས་རྒྱུད་དང་དེ་ལ་ཡ། སྐར་མ་དང་སྙིགས་མ་གཉིས་ཤིག་ཡོད། ད་འདི་རྣམས་མ་ཤེས་ཤམ་ཤམ་ལ་ཡོང་གི་རེད་ཞེས་གྲགས་ཤིང། དམའ་ཉམས་སྣུབས་གསུམ་ལས་རིམ་པར་བཀའ་བབས་ཤོག་སོགས་ཧྲུའུ་ཅི་མཁས་གྲུབ་ཆེན་པོ་བློ་བརྒྱུད་ལས་སྡེ་པ་ཚོ་བསྟན་པ་ཡུན་རིང་བསྐྱངས་འོན་ཀྱང་སྙིང་མི་ཤུགས་བདེ་བའི་བསྟན་པའི་རྒྱུན་སྲོལ་ཉག་ཅིག་པའི་ཁྲོད་ལོ་ཆེན་པའི་རོལ་ཙམ་ནས་བསམ་བཞིན་དུ་བསྟན་འགྲོའི་དཔའ་ཐུལ་བྱོན་པ་ཆོས་དར་གཏེར་དར་གླིང་པ་དང་དབུས་གྲྭ་རྙིང་པ་རྣམ་འཕྲུལ་སྐྱུང་ལོ་ཙཱ་བ་འདབ་མ་ཤེས་རིག་སྐུ་མཆེད་སྨིན་སྨིན་གླིང་སྐུ་མཆེད་གཉིས། སྣ་ནམ་བདུན་ཅུང་རྡོ་རྗེ་ཡང་སྲིད་རྡོར་བྲག་རིག་འཛིན་ཆེན་པོ་པདྨ་ཕྲིན་ལས་རྣམ་རྒྱལ་བསྟན་པའི་མེ་རོ་ལྷག་པར་མཛེས་ཅིང། དང། གསང་སྔགས་རྙིང་མ་བ་ལ་ཡང་སྤྱིར་བཏང་གི་སྨིན་རྡོར་གཉིས་བསྲེས་ཏེ་གསུང་གི་ཡོད་རེད་བ། སྨིན་རྡོར་གཉིས་སྲིད་དུ་སྨིན་སྲིད་དུ་སྨིན་རྡོར་གླིང་རེད། རྡོ་ཟེར་ལོ་རྡོ་རྗེ་བྲག་རེད། སྨིན་གླིང་སྐུ་མཆེད་གཉིས་དང་རྡོ་བྲག་རིག་འཛིན་ཆེན་པོ་ཁོང་གི་མཚན་ལ་ཡང་ད་སྤེལ་མ་འཕྲིན་ལས་ཟིག་བཞུགས་ཡོད་རེད། འོ་དེ་གཉིས་ཀྱིས་ད་གཙོ་བོ་མེ་རོ་བསྟན་པའི་མེ་རོ་ལྷག་མ་མཛད། སྨིན་གླིང་ཕྱག་རྒྱའི་རྙིང་མ་དཀར་མེ་ལས་ཤེལ་རྡོ་ཕུ་ཐ་བཀྲ་ཤིས་རྟགས་ཀྱི་སྔགས་དྲངས་རྟེན་སྔ་འགྱུར་བསྟན་པའི་གནང་རྗེས་སྐྱེ་སྤྲུལ་གཞན་ཕན་ཐ་ཡོད་ཀྱི་འགྲོ་དང་དབུ་རྒྱན་ཟམ་གདོང་ཆོས་གླིང་དང་པཱ་ལ་ཁྱོད་པའི་དབང་ལུང་རྒྱུ་སྤྱོད་རྒྱབ་ཆོས་སུ་སྔ་འགྱུར་གྱི་ཆོས་ལས་བྱེད་མང་དག་རྒྱས་པ་འདིར་བཀའ་སྡོད་གཙོ་བ་ཅུང་ཟད་ཆེ་བ་ཉི་ཤུའི་གཏེར་མ་གྲགས་པའི་ཆོས་རྣམས་ཏེ། ད་འདིའི་སྐབས་ལ། རིན་ཆེན་གཏེར་རྒྱ་མཚོའི་ཆེན་མོ་དེའི། སྐར་མ་དང་གཏེར་མ་གཉིས་ནང་ནས་ག་བ་བཞུགས་ཡོད་ཟེར་ན། དེ་ནི་གཏེར་མ་ལས་ཞུ་གི་ཡོད་རེད་གསུངས་བ་རེད། སྤྱི་དང། སྔགས་ཀྱི་ཐེག་པ་འདི་ལ་ཡང་བོད་གངས་ཅན་གྱི་ལྗོངས་འདི་འདི་ན། འགྱུར་སྔ་མ་དང་ཕྱི་མ་ཟེར་འགྱུར་སྔ་ཕྱི་གཉིས་ཡོང་གི་ཡོད་རེད་བ། འགྱུར་སྔ་ཕྱི་གཉིས་ཀྱི་ཁྱད་པར་ལ་བརྟེན་ནས་གསར་མ་རྙིང་མ་ཟེར་མིང་བཏགས་ཡག་ཏེ་གསར་རྙིང་གཉིས་ཟེར་ཡག་ཏེ་འགྱུར་སྔ་ཕྱི་ལ་བརྟེན་ནས་མིང་བཏགས་ཀྱི་ཡོད་བ་རེད། དེ་མ་གཏོགས་ཆོས་སྲིད་ཁོ་རང་ཐོག་ནས་མིང་བཏགས་ཀྱི་ཡོད་མ་རེད་འགྱུར་སྔ་ཕྱི་གི་དབང་གིས་གསར་རྙིང་གཉིས་སུ་གྲགས་བ་རེད། ད། གསར་མ་དང་རྙིང་མ་གཉིས་ཡོད་པའི་ནང་ནས་གསར་མ་ལས་དེ་ནས་རྙིང་མ་དེ་ཁྱད་པར་དུ་འཕགས་པ་ཡིན་གསུང་གི་ཡོད་རེད། ཆེ་བ་དྲུག་གི་ཐོག་ནས་ཆེ་བ་དྲུག་གི་ཐོག་ནས་རྙིང་མ་དེ་ཁྱད་པར་དུ་འཕགས་པ་ཡིན་ད་དེ་ལ་ཡང་དེ་ནས་རྙིང་མ་ལ་ཡང་གཉིས་ཡོད་རེད་སྐར་མ་གཏེར་མ་ད་ཐུན་མོང་དུ་བཤད་ཡོན་དུ་དེ་ནས་རིགས་འགྲུས་སྐར་མ་ཉེ་རྒྱུས་གཏེར་མ་བཟང་མོ་དང་ནང་གི་བབས་སོ་གསུམ་བཤད། བབས་བསུ་ཆེན་པོ་གསུམ་བསལ་ཏེ་རིང་བརྒྱུད་སྐར་མ་ཉིས་བརྒྱུད་སྐར་མ་ཉིས་བརྒྱུད་གཏེར་མ་སྟེ་གནས་ཟབ་མོ་དག་སྣང་གི་བརྒྱུད་པ་གསུམ་བཞག་པའི་ནང་ནས་ད་ལྟ་འདིའི་སྐབས་སུ་ག་རེ་གཏོགས་པ་རེད་ཟེར་ན་སྟེ་གནས་ཉིས་བརྒྱུད་གཏེར་མ་ལ་ཁོངས་སུ་གཏོགས་པ་རེད། ད་ལྟའི་ལས་སླ་བོ་འདུག་ཨ་སྒོར་གཅིག་སྡོམ་འདྲ་བོ་དེ་འདྲ་ཟེར་མ་ཤེས་ཏེ་འཆད་ཀྱི་ཡོད་རེད་ཡིན་ན་ཡང་ལ་ལ་ཡང་བློ་གྲོས་གསར་བུ་བ་དག་ཐོས་མ་མྱོང་བ་དེ་འདྲ་ཡོད་ན་དེ་འཆད་ན་ཡག་པོ་འདུག་ཨ།